མེ་ཏོག་དང་རྨི་ལམ། གྲོང་གསེབ་ཀྱི་བུ་མོ་མང་པོ་ཞིག་གྲོང་ཁྱེར་ནང་བུ་ཚ་བྱེད་པར་ཡོང་བའམ་ཡོང་འབབ་གསོག་པར་ཡོང་གི་ཡོད་ཅིང། སྒྲོལ་དཀར་དང་གྲོང་ཚོ་གཅིག་པའི་གཡང་རྫོང་ཀྱང་མ་བསམ་བཞིན་དུ་གྲོང་ཁྱེར་ནང་བུ་ཚར་སླེབས། ལོ་དེར་གཡང་རྫོང་བཅུ་གསུམ་བྱིས་པའི་སྐབས་ཡིན། གཡང་རྫོང་ནི་རྫོང་གི་ལས་བྱེད་པ་སྙན་གྲགས་ལགས་ཀྱི་ལྷས་སར་ཡོད་པའི་ཁོང་གི་ཁྱིམ་ལ་བུ་ཚར་གྲོང་ཚོའི་འགོ་ཁྲིད་དང་སྙན་གྲགས་ལགས་གྲོས་བྱས་ཏེ། མོའི་སྤོ་བོ་དང་རྨོ་བོ་གི་ས་ནས་རྩིས་བླངས་ཅིག་ལྷེ་སར་ཐོན་ཡོང་བ་རེད། ཨ་ཅག་སྒྲོལ་མ་ལགས་ནི་སྙན་གྲགས་ལགས་ཀྱི་བཟའ་ཟླ་ཡིན་པ་དང། རྣམ་ཀུན་དེ་གར་སྡོད་མཁན་ནི་ཁོང་མ་མེད་གཉིས་ལས་མེད། ཁོ་ཚོའི་ཁང་ཁྱིམ་རྒྱ་ཆེ་ལ་ཐོག་བརྩེགས་གཉིས་ལྡན་ཡིན་ཞིང་བཟོ་བཀོད་ལེགས་ལ་སྒོ་ར་རྒྱ་ཆེ་བཞིན་ཁང་པའི་ནང་དཀར་ཆ་དོད་པ། ཞོགས་པ་ཉི་མ་ཤར་ཕྱོགས་རི་བོའི་སྤོ་ནས་ཤར་བ་དང། དགོང་དྲོ་ནུབ་རེས་མ་བཞུད་བར་ཉི་མའི་འོད་ཟེར་འཕྲོ་བའི་ཁང་པ་ཡག་པོ་ཞིག་ཡིན། སྦྱིན་བདག་ཨ་ཅག་སྒྲོལ་མ་ལགས་ཀྱིས་གཡང་འཛོམས་ཁོང་གི་ཁྱིམ་དུ་འབྱོར་བའི་ཉིན་དང་པོར་མོའི་གཟུགས་པོ་གཙང་མར་འཁྲུ་རུ་བཅུག་རྗེས། ལུས་ལ་གྱོན་པའི་ཆུ་བ་ལ་སོགས་གྱོན་པ་རྙིང་པ་དག་རྫས་ཤོག་ཞིག་གི་ནང་དུ་བླུགས། དེའི་ཁ་དམ་དུ་བཀྱིགས་ཏེ་སྒོ་རའི་གཡས་འོག་དེར་བཞག། མོ་ལ་ཆེ་གམ་ནས་རང་གི་བུ་མོ་ལྷ་མཛེས་ཀྱི་གྱོན་པ་རྙིང་པ་འགའ་བསྩལ་ཏེ་རྒྱ་ཆད་ལུས་གང་ཅིག་གཡོགས། མི་ལྡོག་གི་རྒྱུར་ལྕི་བ་བདེན་པར་མཐོང་གྲོང་གསེབ་ཀྱི་བུ་མོ་སྣ་ལུད་ཙག་ཙག་དེ་ད་ལྟ་ལུས་ལ་རྒྱ་ཆད་གཙང་མ་ཞིག་གྱོན་སྐྲ་ལ་ལན་བུ་བརྒྱབ་སྟེ་རྒྱབ་ཏུ་གློད། རྒྱབ་མདུན་གང་ནས་བལྟས་ཀྱང་གྲོང་ཁྱེར་གྱི་བུ་མོ་འཁྲུལ་མིང་ཅིག་ཏུ་སྣང། དོན་དུ་གྲོང་ཁྱེར་གྱི་མི་དང་གྲོང་གསེབ་ཀྱི་མི་གཉིས་ལ་ཐོག་མ་ནས་གྱོན་ཆས་ཀྱི་ཁྱད་པར་ཙམ་ལས་མེད་པ་ད་གཟོད་ཤེས་པ་ལྟ་བུ་བྱུང། དེ་ནུབ་སྒྲོལ་མ་ལགས་ཀྱིས་གཡང་འཛོམས་ཀྱི་ཉལ་ས་ཐབ་ཚང་ནང་དུ་བཀོད་སྒྲིག་བྱས། ཁོ་ཚོའི་ཁྱིམ་གྱི་ཐབ་ཚང་ཡང་གཡང་འཛོམས་ཁྱིམ་གྱི་ལྷ་ཁང་ཆུང་ཆུང་དེ་ལས་ཀྱང་གཙང་བས་གཡང་འཛོམས་ཐབ་ཚང་ནང་ཉལ་བར་མི་མོས་པ་མེད་ཁར། དེ་བས་སྦྱིན་བདག་སྒྲོལ་མ་ལགས་རང་གི་གཟིམ་ཆུང་དུ་ཕེབས་ཚེ། ཁང་ཆུང་དེ་ནི་རང་ལ་བདག་པའི་རང་དབང་གི་ཞིང་ཁམས་ཤིག་ཡིན་པའི་སྣང་བ་ཞིག་སྟེར། སྦྱིན་བདག་གཟིམ་སར་ཕེབས་རྗེས་ཁང་ཆུང་ནང་རང་ཉིད་གཅིག་པུ་ཡིན་པས་གཡང་འཛོམས་ཀྱིས་ཁོ་འཚོ་མེད་པའི་སྐབས་དང་བསྟུན་ཏེ་སྒེའུ་ཁུང་དང་སྒྲོག་ཙེའི་སྟེང་མཛུབ་མོ་རེག་ཙམ་རེབ་ཙམ་བྱས་ཀྱང་ཐལ་རྡུལ་གྱིས་གཡར་མེད་ལ། དེ་བས་མོ་རང་ཡ་མཚན་སྐྱེ་དགོས་པ་ཞིག་ནི། གྱང་སྟེང་དུ་སོལ་བ་དཀར་རྩི་མ་སྦྱར་ཡོད་པ་དེའི་སྟེང་དུ་ཡང། མོའི་གདོང་པ་ཤེལ་སྒོའི་ནང་བལྟས་པ་བཞིན་གསལ་གྱི་ཡོད། མོས་ཡ་མཚན་དང་བཅས་གྱང་སྟེང་གི་སོ་ཕག་དཀར་རྩི་མ་དེ་ཡི་ནང་བལྟ་སྐབས། རང་གི་མགོ་བོའི་ཐོག་གི་ལྕང་ལོ་ཟིང་སྐྱ་དེ་མཐོང་ས་མེད་པར། ད་ལྟ་མོ་རང་གི་སྐྲ་ཡང་རྫོང་ནང་གི་ལས་བྱེད་ཨ་ཅག་དེ་ཚོའི་སྐྲ་དང་འདྲ། མི་འདྲ་ས་ནི་ཨ་ཅག་ལ་དེ་ཚོའི་སྐྲ་ལ་ལན་བུ་མེད་པར་སྐྲ་ཕིང་གིས་བསྡམས་ནས་ཡོད་པ་དང། མོའི་སྐྲ་ལ་ལན་བུ་བརྒྱབ་སྟེ་རྒྱབ་ཏུ་གློད་བཞག་ཡོད་པ་དེ་ཡིན། མོས་སོ་ཕག་སྐ་ཚེ་མ་དེ་ཡི་ནང་གི་རྒྱ་ཆད་མཐོང་ན་དོལ་པོ་ཞིག་གྱོན་པའི་བུ་མོ་དེར་ལྟ་གིན་ལྟ་གིན། བུ་མོ་དེ་ནི་རང་ཉིད་ཡིན་མིན་ལ་ཐེ་ཚོམ་སྐྱེས་ཏེ། རང་གི་གདོང་ལ་ལག་ཆུང་གཉིས་ཀྱིས་རེག་ཙམ་བྱས། དེ་ནི་རྨི་ལམ་མིན་པར་མངོན་སུམ་ཡིན་པ་ཤེས་སྐབས། ངོ་ཚ་བའི་སྣང་བས་མུ་མཐུད་ནས་བལྟ་མ་ནུས་པར་རང་གི་གདོང་ལག་པ་གཉིས་སྤོས་སྐབས། སེམས་ནང། ང་དེ་རིང་ནས་བཟུང་གྲོང་ཁྱེར་ནང་གི་མི་ཆགས་པ་མ་རེད་དམ། འདི་འདྲ་དང་འདི་འདྲའི་སྟོང་བསམ་སྣ་ཚོགས་ཡིད་ལ་འཁོར་གྱིན་དལ་བུས་མལ་སའི་ནང་འཛུལ་ཡང། མོའི་རིག་པ་དེ་བས་གསལ་དུ་ཕྱིན་ཏེ་ང་གསུམ་གྱི་འདས་དོན་དང་འབྱུང་འགྱུར་གྱི་སྟོང་བསམ་སྣ་ཚོགས་ཀྱི་དེའི་དགོང་མོར་གཉིད་དང་བྲལ་བའི་མཚན་མོ་ཐོག་མ་དེ་བསྐྱལ། དེ་སྔ་མོའི་ངོས་ནས་བཤད་ན་མཚན་མོ་ནི་དབུགས་ཐེངས་གཅིག་གི་དུས་ཡུན་ལས་མེད་པར་བསམ་ནས་ཡོད་ཀྱང། དོན་དུ་དགོང་མོ་ཉལ་བ་ནས་ཞོགས་པ་མ་ལངས་བའི་བར་དུ་དེ་འདྲའི་ནམ་རིང་པོ་ཞིག་ཡིན་པ་དེ་རིང་གཞི་ནས་ཤེས། ཐོ་རེངས་ཀྱི་མཚམས་སོང་མོ་གཉིད་སིམ་སིམ་ཞིག་ཁུག་པ་དང། ཡུན་རིང་མ་སོང་བར་ཐབ་ཚང་གི་སྒོ་ཐག་སྒྲ་དང་བཅས་ཏེ་ཕྱེས། སོ་སོ་ཡང་ཉིན་གང་དུ་ཉལ་ཡོད་མེད་འདང་རྒྱག་ཕྲན་བུ་བྱས་རྗེས་ཁོ་མོས་མགུར་འདི་ལངས་ཀྱིན། ཨ་ཅག་ལ་དགོངས་པ་མ་ཚུགས་ང་དཔེ་དེ་གཉིས་ཤོར་འདུག་ཅེས་ཤོད་ཀྱིན་འཚུབ་འཚུབ་ངང་མལ་ལས་ལངས། ཨ་ཅག་སྒྲོལ་མ་ལགས་ཀྱིས། རྗེས་སུ་ནང་ལས་ཚང་མ་བུ་མོ་རང་གིས་བྱེད་དགོས་པས། སྔོན་ལ་ངས་ཞོགས་ཇ་གང་འདྲ་བཟོ་མིན་དང་ཞོགས་ཟས་གྲ་སྒྲིག་གང་འདྲ་བྱེད་མིན་ལ་མི་ལྟོས་དང་ཞེས་ཤོད་ཀྱིན་ཞོགས་ཇ་བཟོ་བར་བྲེལ། ཨ་ཅག་སྒྲོལ་མ་ལགས་ཀྱིས་མར་སྒམ་ནས་མར་ཆེན་པོ་ཞིག། ཇག་སྟོང་གི་ནང་དུ་རྨིས་བཙུམ་ཙམ་ཡང་མ་བྱས་པར་བརྒྱབ། ཚུལ་དེ་མཐོང་བ་དང་མོ་རང་ཧང་སངས་ཏེ། གལ་ཏེ་རང་ཁྱིམ་དུ་མ་ཆེན་པོ་དེ་འདྲ་བརྒྱབ་ཚེ་ང་ཚོའི་ནང་གི་བཟའ་སྒོ་གཅིག་གི་ཕོ་མང་ཆད་རྒྱུ་ཉག་གཅིག་རེད་བསམ། ཨ་ཅག་སྒྲོལ་མ་ལགས་ཀྱིས་བྱ་བཟོ་མཁན། གཡང་འཛོམ། རང་གི་སྔོན་ལ་ངས་ནང་ལས་གང་འདྲ་བྱེད་མིན་ལ་དམིགས་ཡག་པོ་ལྟོས། ངས་རང་ལ་ཡང་ནས་བསྐྱར་དུ་བཤད་མི་དགོས་པ་བྱེད། ང་ཚོའི་ནང་ལ་ནང་མི་ཉུང་བའི་ལྟོ་ཆས་ཁམས་དྭངས་མ་དང་གཙང་མ་ཡོང་བ་བྱ་རྒྱུ་དེ་གལ་ཆེན་པོ་རེད། གྲོང་གསེབ་ཏུ་ཡིན་ན་ལྟོ་ཆས་མང་པོ་ཟ་དགོས་ཀྱི་ཡོད་ཀྱང། ང་ཚོ་གྲོང་ཁྱེར་གྱི་མི་ལ་གཙོ་བོ་བྲོ་བ་ཆེ་ལ་ལྟོ་ཆས་ཀྱི་ཚོད་གཞི་ལེགས་པ་དང། སྣ་ཁུག་ལ་ཡང་དྲི་མ་ཞིམ་པོ་ཞིག་ཡོང་རྒྱུར་དོ་སྣང་ཆེན་པོ་བྱེད་དགོས་ཀྱི་ཡོད། དེ་དག་སེམས་ལ་ཞོག། འོན་ཀྱང་ཁང་པ་རྒྱ་ཆེ་བས་དེ་སྔ་གཟའ་འཁོར་རེ་གད་བདར་བྱེད་མཁན་ཕྱི་ལོགས་ནས་ཐེངས་གཅིག་འབོད་ཀྱི་ཡོད། ད་ལྟ་དེ་ཚོ་ཚང་མ་བུ་མོ་རང་གི་ལས་ཀ་རེད། ཁང་པའི་ཕྱི་ནང་ཚང་མ་གཙང་མ་བཟོ་དགོས། འོན་ཀྱང་དེ་རིང་ཁྱོས་ལས་ཀ་མང་པོ་བྱེད་མི་དགོས་སང་ཞོགས་སྨན་ཁང་ལ་གཟུགས་པོའི་བརྟག་དཔྱད་ལ་འགྲོ་དགོས་རེད། ཅེས་ལས་དཔོན་གྱིས་ལས་མིར་ལས་ཀ་བཀོད་སྒྲིག་བྱེད་པ་བཞིན་སྒམ་ནན་ངང་བཤད། མོས་གུས་ཞབས་དང་བཅས་ཏེ། ཨ་ཅག་ལགས་ངས་ཤེས་སོ། ཁྱེད་རང་གིས་གསུངས་པ་བཞིན་ངའི་སེམས་ལ་ངེས་ཆོག། ཡིན་ནའི་ཨ་ཅག་ལགས་ང་བདེ་མ་ཐང་མ་ཡིན་པས་སྨན་ཁང་ལ་ག་རེ་བྱེད་པར་འགྲོ་དགོས་སམ་ཞེས་ཡ་མཚན་དང་བཅས་ཏེ་དྲིས། དེ་རང་གིས་ཤེས་ཀྱི་མ་རེད་དེ་ལ་གཟུགས་པོའི་བརྟག་དཔྱད་ཟིག་རེད་དངུལ་མང་པོ་བཏང་གོ་རེད། གཟུགས་པོ་ཡོངས་ལ་བརྟག་དཔྱད་བྱས་ན་རང་ལ་ཡང་ཕན་ཐོགས་ཡོད་རེད་ཅེས་བཤད། གཡང་འཛོམས་ཀྱིས་སླར་ཡང། ཡིན་ན་ཡང་ང་ལ་ན་ཚ་མེད་པས་སྨན་ཁང་ལ་གར་ཆེད་པར་འགྲོ་དགོས་སམ་ཞེས་ནན་གྱིས་དྲིས་ཀྱང། མོས་སྒམ་པོའི་ངང། དེ་རང་གི་རྗེས་སུ་ཕྱིན་གྱི་རེད་སྔོན་ལ་ངས་བཤད་པ་བཞིན་བྱེད་དང་ཁྱོད་ལ་ཕན་པ་ལས་གནོད་པ་གང་ཡང་མེད་ཅེས་བཤད། དོན་དེར་གཡང་འཛོམས་ཀྱི་བསམ་པར། ང་འདི་མ་ཐག་མ་ག་རེ་ཡིན་ཟིན་སྨན་ཁང་ལ་འགྲོ་དགོས་སམ་སྙམ་སྟེ། རང་གིས་རང་ལ་དྲི་བ་མང་དུ་བཏོན་ཡང་སྦྱིན་བདག་ལ་བཤད་རྒྱུ་མང་དྲགས་ན་མི་འགྲིག་བསམས་ཏེ་ཕྱགས་མ་ཁྱེར་ཏེ་སྒོ་ར་ཆགས་པར་སོང། ཞོགས་ཟས་ཟ་སྐབས་ལྷ་མཛེས་ཀྱིས་རྐུབ་ཀྱང་མ་བཙུགས་པར་ཞོགས་བྱ་ཕོ་བ་གང་འཚམས་འཐུང་བརྒྱབ། དེ་རྗེས་བག་ལེབ་སོབ་སོབ་ཅིག་ཟ་གིན་སློབ་གྲྭར་ཐོན་པ་དང། ཨ་ཅག་སྒྲོལ་མ་ལགས་ཀྱང་རྩམ་པ་ཕྲན་བུ་བཟས་ཏེ་དྲི་ཚོམ་ངང་ལས་ཀར་ཆས། སྙན་གྲགས་ལགས་ཀྱང་དེ་ལྟར་ཕྱི་ལ་ལས་དོན་སྒྲུབ་པར་ཐོན། ད་ནི་ཁང་པ་ཆེན་པོ་དེའི་ནང་དུ་གཡང་འཛོམས་དང་ཁྱི་སེང་དྲུག་ལས་ལྷག་མེད་པས། ཁ་ཁུ་དེ་བས་སིམ་ཞིང་དབེན་པ་ཞིག་ཏུ་གྱུར། གློ་བུར་དུ། རྒྱུས་མངའ་སྤུ་ཙམ་མེད་པའི་ཁོར་ཡུག་འདི་འདྲ་ཞིག་ལ་སླེབས་སྐབས་ཡོད་ཚད་ལ་ཡ་མཚན་སྐྱེས། མ་གཞི་སྦྱིན་བདག་གིས་ལས་ཀ་བཀོད་སྒྲིག་བྱས་ཡོད་ཀྱང། ཡང་ཉིན་ག་ནས་འགོ་བཙུགས་དགོས་མིན་མ་ཤེས་པར་ཐོག་ཁར་ཕྱིན་ཏེ་ཕྱི་རས་ལ་ལག་པ་འཆང་ཙམ་དང། ཤོད་དུ་བབས་ཏེ་ཕྱགས་མར་ལག་པ་འཆང་ཙམ་བྱས་ཏེ་དུས་ཚོད་གང་འཚམ་ཞིག་བསྡད། ཞོགས་པ་ཐོན་ཁར་ཨ་ཅག་སྒྲོལ་མ་ལགས་ཀྱིས། དེ་རིང་ཉིན་གུང་བུ་མོ་ང་གཉིས་ཁྱིམ་ལ་སླེབས་ཀྱི་མ་རེད། སྙན་གྲགས་ལགས་ཀྱང་ལོག་མི་སྲིད་པས་རང་དང་སེང་འབྲུག་གཉིས་ག་རེ་ཟ་མིན་རང་གིས་ལྟོས་ཅེས་བཤད། སྐུ་ཉིད་ཁྱིམ་ལས་སོང་རྗེས་གཡང་འཛོམས་ཀྱི་སྡེར་མའི་ནང་བསྒྲིགས་པའི་བག་ལེབ་ལས་གཅིག་བཟས། ཁྱི་ཕྲུག་ལ་མོག་མོག་སྐམ་པོ་ཞིག་བསིལ་བསིལ་ཟོས་ཏེ་སྟེར་ཡང། ཁོས་གཡང་འཛོམས་ཀྱི་གདོང་ལ་ཅེ་རེར་བལྟས་ཏེ་ཁ་ནས་ཨའོ་ཨའོ་ཅེས་ཆད་མེད་སྒྲོག་གིན་གཡང་འཛོམས་ལ་ཟུག་ནས་བསྡད་པ་ལས། ཁམས་གང་ཡང་མ་ཟད། མོས་ཁྱི་ཕྲུག་ལ་བལྟས་ཏེ་སེམས་ཕྲུག་རང་གི་ལྟོ་དེ་ཟོ་དང་རྗེས་མ་ང་གཉིས་མཉམ་དུ་ཤི་དགོ་རེད། རང་གིས་ངས་སྟེར་བའི་ལྟོ་ཆས་ཟ་རོགས་ཞེས་སེམས་ཕྲུག་ལ་ཧ་ལམ་ཞུ་བ་འབུལ་བ་བཞིན་བཤད། འོན་ཏེ་ཁོས་མིག་གཉིས་ཧྲིག་ཧྲིག་ཏུ་མོ་ལ་བལྟས། སྐད་དེ་བས་ཆེ་རུ་བཏང་སྟེ་ཟུག་གིན་དུ་བསྡད་པ་ལས་ཟ་མ་ཟ་རྩིས་མ་བྱས། མོས་ཁོ་ལ་མིག་ལོག་ཅིག་བལྟས་ཏེ་མ་བསད་ན་སྡུག་གྱོང་རེད། ཅེས་བཤད་རྗེས་ཁང་པ་སྟེང་ཤོད་ཚང་མར་འཛུལ་ཙམ་བྱས། ཕྱགས་མར་ལག་པ་འཆང་ཙམ་ལས་ཕྱི་ནང་གང་དུ་ཡང་གཙང་མ་ཞིག་ཆགས་མ་ཐུབ། དེ་ཉིན་གྱི་ཕྱི་དྲོར་ཨ་ཅག་སྒྲོལ་མ་ལགས་ཁྱིམ་དུ་དུས་ཐོག་ཏུ་འབྱོར། དགོང་ཟས་ནི་ཨ་ཅག་སྒྲོལ་མ་ལགས་ཀྱིས་ཁ་སང་གི་ཚྭའི་ལྷག་མ་དག་ཚ་པོ་ཟོས། ཕྱི་ལོགས་ཀྱི་སྒོ་འགྲམ་ནས་སྤྲིང་མོག་མོག་ཉོས་ཏེ་ཁོ་གཉིས་མཉམ་དུ་བསྲེས། དགོང་ཟས་ཚར་རྗེས་གང་ཙམ་ནས་ཨ་ཅག་སྒྲོལ་མ་ལགས་ཀྱིས། དོ་ནུབ་རང་སྔ་ཙམ་ཉོན་སང་ཉིན་སྨན་ཁང་ལ་བརྟག་དཔྱད་བྱེད་པར་འགྲོ་དགོས་པས། སང་ཞོགས་བརྟག་དཔྱད་མ་ཚར་བར་ཆུ་ཁམ་གང་ཡང་བཏུང་རྒྱུ་མེད། བརྟག་དཔྱད་ཚར་སོང་ན་ཞོགས་ཟས་ཟས་པས་ཆོག་ཅེས་ནན་གྱིས་བཤད། གཡང་འཛོམས་ཀྱིས་ངའི་གཟུགས་པོ་དེ་མ་ཐག་མར་སྨན་ཁང་ལ་ག་རེ་བྱེད་པར་འགྲོ་དགོས་སམ་ཞེས་སླར་ཡང་འདྲི་བར་འདོད་ཀྱང་ཨ་ཅག་སྒྲོལ་མ་ལགས་ཀྱིས་སྒམ་ནན་གྱི་བཞིན་རས་དེ་མཐོང་རྗེས། ཁ་ནས་ཐོན་ལ་ཉེ་བའི་སྐད་ཆ་དེ་གྱུར་མིད་བཏང། མོ་དེ་ནུབ་ལམ་སེང་གཉིད་དུ་ཡུར་བའི་སྙན་གྲགས་ལགས་དང་ལྷ་མཛེས་ལགས་ག་དུས་ཁྱིམ་དུ་འཇུག་མིན་ཡང་མ་ཤེས། ཉིན་གཉིས་པར་དབྱངས་རྩོམ་སྦྱིན་བདག་གིས་བཀའ་བཞིན་ཡར་བླངས། ངོ་ལག་བཀྲུས་རྗེས་སྒོ་ར་གཙང་མར་ཕྱགས། དེ་རྗེས་ལག་ཏུ་ཕྱེ་རས་ཤིག་འཁྱེར་ཏེ་ཐབ་དང་སྒྲོག་ཙེར་ཐལ་རྡུལ་མེད་ཀྱང་གཙང་གཅིག་བྱེད་ཀྱིན་སྦྱིན་བདག་གི་བཀའ་བསྒུགས་ཏེ་བསྡད། དེ་ཉིན་སྙན་གྲགས་ལ་རྫོང་ལ་ལོག་དགོས་པས་ཞོགས་པ་སྔ་པོ་ནས་ཕྱིན། ཁོང་འགྲོ་ཁར་སྐྱེལ་མ་བྱེད་མཁན་མེད་ལ། ཐ་ན་ཞོགས་ཆ་ཚ་པོ་ཁམ་གང་ཡང་མེད་པར་ཁྱིམ་ནས་ཐོན། ཚུལ་དེར་གཡང་འཛོམས་ཀྱི་སེམས་གྲང་ཤུར་ཤུར་བྱུང་ཡང། མོ་དེར་སླེབས་ཙང་ཡིན་པས་ག་ཅེས་འདི་ཅེས་མོས་མི་ཤེས། སྙན་གྲགས་ལགས་ཁྱིམ་ནས་ཐོན་རྗེས་གང་ཙམ་ནས་ཨ་ཅག་སྒྲོལ་མ་ལ་མལ་ལས་བླངས། སྔོན་ལ་ཆབ་བསང་བྱས། དེ་རྗེས་ཤེལ་སྒོའི་མདུན་དུ་ཧ་ལམ་ཆུ་ཚོད་ཕྱེད་ཀ་ཙམ་གྱི་རིང། གདོང་ལ་སྐར་མ་བྱུགས་ཀྱིན་བསྡད་པའི་ཚུལ་དེ་མོའི་ཐབ་ཚང་གི་སྒེའུ་ཁུང་ནས་ཐད་ཀར་མཐོང་གི་ཡོད་པས། མོའི་སེམས་པར། ཨ་ཡ་མཚན། གྲོང་ཁྱེར་གྱི་མི་དེ་ཚོ་ཁྲུས་བྱེད་པར་ཡང་དུས་ཚོད་འདི་འདྲའི་རིང་བོ་ལ་ཨང་བསམ། ཆུ་ཚོད་ཕྱེད་ཀ་ཙམ་ཕྱིན་རྗེས་གཞི་ནས་ཨ་ཅག་སྒྲོལ་མ་ལགས་ཁྲུས་ཁང་ནས་ཐོན་ཏེ་ཁ་སང་དང་འདྲ་བར་ཆ་གསུམ་ཐང་གང་ཟོས། ཆ་འཐུང་གིན་བག་ལེབ་ཕྱེད་ཀ་ལས་མ་བཟད་པར་ཧོབ་སྟེ་ཡར་ལངས། ཁང་པ་སྦུག་ཏུ་འཛུལ་ཏེ་ཐུ་བས་ཆུང་ཆུང་མིག་ལ་མཛེས་པ་ཞིག་ཁྱེར་ཏེ་གཡང་འཛོམས་ལ་ངེད་གཉིས་སྨན་ཁང་ལ་འགྲོ་ཞེས་བཤད་པ་དང། གཡང་འཛོམས་ཀྱིས་སྔོན་ལ་ཨ་ཅག་ལ་ཁྱེད་རང་ཞལ་ལག་ཡག་པོ་མཆོད་ན། ང་སྐྱོན་མེད་ཅེས་སེམས་འཁུར་ཚུལ་དུ་དེ་ལྟར་བཤད་ཀྱང། དེར་ཨ་ཅག་སྒྲོལ་མ་ལགས་ཀྱིས། ཨ་ཙི་རང་ནི་མཁྱེན་མཛངས་ཤིག་འདུག། གྲོད་པ་ངའི་གྲོད་པ་རེད་ཅེས་ཤོད་ཀྱིན་མོའི་གདོང་ལ་ཡ་མཚན་གྱི་ལྟ་ཙམ་བྱས། དེ་ནི་མོ་རང་གྲོང་ཁྱེར་འདིར་སླེབས་པའི་ངོ་མཇལ་གྱི་ལག་རྟགས་དང་པོ་དེ་རེད། གཡང་འཛོམ་ཨ་ཅག་སྒྲོལ་མ་ལགས་ཀྱི་རྗེས་ནས་འགྲོ་གིན་མོའི་བསམ་པར། ད་རང་ཞོགས་པ་ཆུ་ཚོད་དེ་ཐིག་སྒྲ་ཐེངས་འགའ་བརྒྱབ་རྗེས། བུ་མོ་ལྷ་མཛེས་བྲེལ་བྲེལ་འཚུབ་འཚུབ་ཀྱིས་ཡར་ལངས། ཡང་བྲེལ་བྲེལ་འཚུབ་འཚུབ་ཀྱིས་གདོང་པ་བཀྲུས་རྗེས་བྱ་ཕོར་པ་གང་ལས་མ་འཐུངས་པར་སློབ་གྲྭར་ཕྱིན། མཁས་མཛངས་གྲོང་ཁྱེར་ནང་གི་མི་དེ་དག་གི་གྲོད་པ་ང་ཚོ་གྲོང་གསེབ་པ་ལས་ཆུང་བ་ཡོད་དམ་སྙམ། ཡང་མོའི་བསམ་པར། ཨོ་དེ་ང་ཨ་མ་འདས་པོ་དེ། ལྷས་ས་གྲོང་དུ་ཐོབ་པའི་རྣ་བ་ལས་མེད་ཅེས་བཤད་པར་ཁག་མི་འདུག་མོས་དེ་ལྟར་བསམ་གྱིན། ད་ནས་བཟུང་རང་གིས་ལྟོ་ཚོད་གང་འདྲ་བྱེད་དགོས་མིན་ལ་ཡང་འདང་རྒྱག་མ་བྱེད་ཀ་མེད་བྱུང། དབྱངས་འཛོམས་ཀྱིས་གནས་ཚུལ་སྣ་ཚོགས་ལ་བསམ་བློ་གཏོང་གིན་མིག་གཉིས་རྩེ་གཅིག་ཏུ་ཨ་ཅག་སྒྲོལ་མ་ལགས་ཀྱི་རྗེས་བསྙེགས་ཏེ་ཕྱིན། གང་ཙམ་ནས་ཁོ་གཉིས་སྨན་ཁང་དུ་འབྱོར། སྨན་ཁང་དེ་ནི་མོས་ད་བར་མཐོང་བའི་སྨན་ཁང་ཆེ་ཤོས་དེ་ཡིན་པས། གང་ལ་ལྟ་དང་འདི་ལ་ལྟ་མེད་པར་ནད་པ་དང་ནད་གཡོག་ཨིམ་ཅི་ལ་སོགས་མི་ཁྱུ་དང་ཁྱུ་ཡོད་པ་མ་ཟད། སྨན་ལེན་ས་དང་ཨང་ཀི་བཀག་ས། གང་ལྟར་སྨན་ཁང་གི་སྟོང་ཆ་ཡོད་དོ་ཅོག་མིས་ཁེངས་ཏེ། ཤར་ལྷོ་ནུབ་བྱང་གང་ས་གང་ནས་མི་ཡི་རྦ་རླབས་གཡོ་བ་ལྟར་མཆིས་པས། གཡང་འཛོམས་ཀྱི་མིག་གཉིས་མིག་མདུན་གྱི་མི་ཚོགས་ལ་ལྟ་གིན་མོའི་བསམ་པར། འདི་འདྲའི་མི་མང་པོ་ག་ནས་ཐོན་པ་ཡིན་ནམ་སྙམ་སྟེ་ཡ་མཚན་ཆེན་པོ་སྐྱེས། ཨ་ཅག་སྒྲོལ་མ་ལགས་ཀྱིས་རྒྱུས་མངའ་ཆེན་པོས་སྨན་ཁང་གི་བར་ཁྱམས་ཁ་ཤས་ཤིག་བརྒྱུད་རྗེས་ཁང་ཆུང་ཞིག་གི་ནང་དུ་འཛུལ། དེ་ལས་སྨན་གོས་གྱོན་པའི་རྒྱ་མི་མིག་ཤེལ་རྒྱས་པ་ཞིག་ཁྲིད་ཡོང། ཁོ་གཉིས་རྒྱ་སྐད་ཐོག་ནས་ཁོ་མོས་ཆེས་ཁོ་ལ་ཆེས་མི་མཁོ་བའི་སྐད་ཆ་ཤོད་ཀྱིན་ཤར་རིར་ཐོག་བརྩེགས་གཉིས་པར་འབྱོར། དེ་གར་མི་མང་པོ་ཞིག་འཚང་ཁ་རྒྱག་གིན་ཡོད་ཀྱང་ཁོ་གཉིས་ཀྱིས་གཡང་འཛོམས་ཁྲིད་ཧམ་པ་ཆེན་པོས་དེ་དག་གི་དཀྱིལ་བཤགས་སྟེགས་ནང་དུ་འཛུལ། སྨན་གོས་གྱོན་པའི་རྒྱ་མི་མིག་ཤེལ་དེས་ནང་དུ་ཡོད་པའི་སྨན་པ་བུད་མེད་དེའི་རྣ་ཅོག་ལ་ཤབ་ཤུབ་ངང་ཅི་ཞིག་བཤད་རྗེས་བུད་མེད་དེ་ཧ་ཅང་སྟབས་བདེ་པོས། གཡང་འཛོམས་ཀྱི་ལག་ངར་ལས་ཁྲག་བཞི་འབུམ་གང་བཙའ། དེ་རྗེས་ཨ་ཅག་སྒྲོལ་མ་ལགས་དང་གཡང་འཛོམས་གཉིས་གཤམ་འོག་ཏུ་ཕབ། དཀར་ཆ་དོད་པའི་བར་ཁྱམས་ཁ་ཤས་བརྒྱུད་རྗེས་ཤར་རེར་ཁང་པ་ནག་ཁུང་ཞིག་གི་ནང་དུ་ཁྲིད། ཨིམ་རྗེས་མོའི་བྲང་སྟེང་དུ་ཤེལ་སྒོའམ་ལྕགས་ཅི་ཡིན་མ་ཤེས་པའི་དངོས་པོ་གྲང་མོ་ཞིག་བྱ་རྗེས། སྨན་པ་དེ་ཁང་པ་གཞན་ཞིག་ཏུ་ཕྱིན་ཏེ་སྒེའུ་ཁུང་ནང་ནས་སྒྲ་མི་དག་པའི་བོད་སྐད་ཀྱི་ཐོག་ནས་དབུགས་གཏོང་དབུགས་སྒོམ་ཞེས་བཀོད་འདོམས་བྱས་རྗེས། མོའི་བརྟག་དཔྱད་ཀྱང་བྱས་ཟིན། ཁོ་གཉིས་ཁྱིམ་དུ་ལོག་རྗེས་ཨ་ཅག་སྒྲོལ་མ་ལགས་ཀྱིས་སྐར་སྒམ་ནང་ནས་བྱ་ཕོར་མིག་ཕོར་ཙམ་ཞིག་བཏོན་ཏེ་དེའི་ནང་ཆ་བླུགས། ཁ་སང་སྙན་གྲགས་ལགས་ཀྱིས་གཡང་རྫོང་ལ་བཙུགས་པའི་བྱ་གག་ཆེན་པོ་དེ་མཐོང་ས་མེད། སྐབས་དེར་གཡང་རྫོང་གི་ཡིད་ལ། དེ་རིང་ཞོགས་པ་སྙན་གྲགས་ལགས་རྫོང་ལ་འགྲོ་ཁར། རྒྱལ་སྒོ་ནས་བུད་ཟིན་ཡང་ཕྱིར་ལོག་སྟེ་ཐབ་ཚང་ནང་ཡོང། གཙང་སྦྲ་བྱེད་བཞིན་པའི་དབྱངས་རྫོང་ལ། བུ་མོ། ཁང་པ་འདི་རང་གི་ཁྱིམ་དང་ཁྱད་མེད་པས་ཟ་མ་ཡག་པོ་ཟོ་ཨ། ཕ་ལགས་ལ་འཛེམ་ན་འདིར་གྲོང་གསེབ་ནམ་བཞིན་ཨུ་ཚུགས་བྱེད་མཁན་མེད། ཅེས་དབྱངས་རྫོང་ལ་ཟ་མ་ཡག་པོ་ཟ་དགོས་པའི་ཁ་བརྡ་ཡང་ཡང་བྱས་པ་ཡིད་ལ་འཁོར། འོན་ཏེ་ད་ཆ་ཨ་ཅག་སྒྲོལ་མ་ལགས་ཀྱིས་མོ་ལ་བཙུགས་པའི་དཀའ་ཡུལ་དེ་ནི། དེ་སྔ་རང་ཁྱིམ་གྱི་དཀོན་མཆོག་ལ་བྱ་ཕུད་འབུལ་ས་དེ་ལས་ཆུང་བ་ཡོད་པས། མཚམས་དེར་ནང་གི་བྱ་ཕུད་འབུལ་བའི་དཀར་ཡོལ་ཆུང་ཆུང་དེ་མིག་ལ་འཁོར་བ་དང་འདྲ། རང་གི་ཚེ་འདས་ཀྱི་ཕ་མ་གཉིས་ལྷག་པར་དྲན་ཏེ། མོའི་སེམས་ནང་མི་བདེ་བའི་སྣང་བ་ཆེན་པོ་ཞིག་བྱུང། གཡང་འཛོམས་དེ་ལྟར་བསམས་པ་ཨ་ཅག་སྒྲོལ་མ་ལགས་ཀྱིས་མི་ཤེས་ལ། ཤེས་པའི་དབང་དུ་བཏང་ཡང་མོའི་ཕོ་བ་ཕྱི་རུ་ནི་གཏོང་མི་སྲིད། ཨ་ཅག་སྒྲོལ་མ་ལགས་ཀྱིས་སྡེར་མའི་ནང་གི་བག་ལེབ་ཟ་འཕྲོ་དེ་མོའི་མདུན་དུ་བཞག་སྟེ། ཞོགས་ཟས་བཟོ་དང་ཉིན་ཤས་གི་ཕྱི་དང་ཕྱི་ལྟར་འདྲ་བྱས་ན་འཐུས། སྔོན་ལ་སྟོབས་ཆེ་བཟོ་བར་བྲེལ་བ་མེད། ངས་བཤད་པ་བཞིན་གནས་སྐབས་རང་གིས་མིག་ལྟོས། རྗེས་མ་དེ་དག་ཚང་མ་རང་གི་ལས་ཀ་རེད་ཅེས་ཡང་བསྐྱར་བཤད་ནས་གཡང་འཛོམས་ཀྱི་གཟུགས་པོའི་བརྟག་དཔྱད་མཇུག་འབྲས་མ་ཐོན་སྔོན་ལ་ལྟོ་ཆས་བཟོ་རུ་མ་འཇུག་པ་དེ་ནི་དོན་གྱི་དམ་པ་དེ་རེད། དེ་ལྟར་ཉིན་གསུམ་རིང་མོས་ཁང་པའི་ཕྱི་ནང་དུ་གད་ཕྱིས་དང་ཕྱི་ཐར་འདྲ་བྱས། ཟ་མ་བཟོ་བའི་དུས་སུ་སླེབས་སྐབས། ཁོང་ལ་ཚའི་འཁྲུ་རོགས་དང་ཟ་མ་བཟོ་སར་མིག་བལྟས་ཏེ་བསྡད། ཉིན་གསུམ་པའི་ཉིན་ཁོང་ཨ་ཅག་སྒྲོལ་མ་ལགས་ལས་ཀ་གྲོལ་ཏེ་འཛུམ་དམུལ་དམུལ་ངང་སྒོ་ལས་འཛུལ་གྱིན། གཡང་འཚོང་རང་གི་ཟོག་པོར་ན་ཚ་གང་ཡང་མེད་པར་དེ་མ་ཐག་མ་རི་བཞག། དེ་རིང་ནས་ཕོར་པ་བཀྲུ་རྒྱུ་དང་ཚལ་བཟོ་རྒྱུ་སོགས་ལས་ཀ་ཙག་ཙིག་དེ་ཚོ་རང་གིས་བྱས་ཤིག་ཅེས་བཤད་དེ་རྗེས་ཀྱི་ཉིན་མ་ཁ་ཤས་མོས་གཡང་མཚོ་ལ་འབྲས་བཙོ་སྟངས་དང་ཚལ་བཟོ་སྟངས་ཀྱི་བཀོད་པ་གཏོང་གིན། གཡང་མཚོ་ངོ་མས་ལག་པ་བསྒུལ་ཏེ་ཟ་མ་བཟོ་རུ་བཅུག། གཡང་མཚོ་ད་བར་ཕྱུག་པོའི་ཕྱུག་ཕྲུག་མིན་ཡང་གཉོམ་ཆུང་གི་གཅེས་ཕྲུག་ཡིན་པས་ཕ་མ་གཉིས་ཀྱི་བྱམས་སྐྱོང་འོག་འཚར་བ་ཞིག་ཡིན། མོས་ད་བར་ལྟོ་ཆས་བཟོ་བའི་ལག་ལེན་གང་ཡང་བྱེད་མ་མྱོང་ལ། དེ་བས་གྲོང་གསེབ་ལ་ཐུག་པ་བཀོལ་རྒྱུ་དང་ཞོག་ཁོག་ལ་བུ་གཉིས་ཀྱི་ཚད་མངོན་ཤེས་ཙམ་བྱུང་ན། དེ་ལས་ལྷག་པའི་ཚད་ཞིག་བཟོ་མི་དགོས། ཐོག་མར་མོའི་ལག་པ་ལྡེམ་ལྕག་འཁྱུག་པོ་མེད་ཁར་ཚལ་གྱི་བྲོ་བ་ཡག་པོ་མ་བྱུང་བས། ཨ་ཅག་སྒྲོལ་མ་ལགས་ཀྱིས་གཤེ་གཤེ་མི་ཉུང་བ་ཞིག་བཟོས་དགོས་བྱུང། གང་མཚམས་ནས་ལག་ལེན་དངོས་ནང་སྦྱོང་བརྡར་བྱུང་སྟེ་མོས་དེ་སྔོན་མིག་གིས་མཐོང་མ་མྱོང་ལ་མིང་ནས་དེ་བས་འབོད་མི་ཤེས་པའི་ཚལ་མང་དག་ཅིག་གི་བཟོ་སྟངས་ཤེས། གཡང་འཛོམས་ཀྱིས་ད་ལྟ་ཚ་ཚེ་དང་གྲངས་ཚེ་འདྲ་མིན་སྣ་ཚོགས་བཟོས་ཏེ་དངོས་གནས་ཐོག་མར་ཨ་ཅག་སྒྲོལ་མ་ལགས་ཀྱིས་བཤད་པ་བཞིན། སྣ་ལ་བསྣམས་ན་དྲི་ཞིམ་པ་དང་ཁ་ལ་ཟས་ན་བྲོ་བ་ཆེ་བ། བལྟས་ན་མིག་ལ་མཛེས་པའི་ཚལ་བཟོས་ཏེ་ཁོང་མ་མེད་གཉིས་ཁྱིམ་དུ་འཇུག་སྐབས་ཟ་ཆོག་འཐུང་ཆོག་བཟོ་གི་ཡོད། འོན་ཀྱང་ཁོ་གཉིས་སླེབས་རྗེས་ལྟོ་ཆས་ཟ་སྐབས་ཀྱི་དུས་ཚོད་དེ་ནི། དབྱངས་རྩོམ་རྗེས་མི་འདི་ཤོད་ཀྱི་དུས་ཤིག་ཡིན། བསྟན་འཛིན་ལྷ་མཚེས་ཟ་ཀྱོག་ལ་ཟས་བསྒྲུབ་རྗེས་ཕོར་པ་སྒྲོག་ཙེའི་སྟེང་ཐག་སྒྲ་དང་བཅས་བཞག་སྟེ་བཞུགས་གྲལ་ལས་གྱེས་རྐྱང་བྱེད་པ་ལས་སུ་ལ་ཡང་རྣ་བ་གཏོང་དགོས་ཀྱི་མེད། ཨ་ཅག་སྒྲོལ་མ་ལགས་ནི་ཟ་དལ་ལ་ཕྲན་བུ་ལས་ཟ་གི་མེད་པས། དབྱངས་རྩོམ་གྲོད་པ་མ་རྒྱག་ཀྱང་རྒྱག་པའི་ཁུལ་བྱས་ཏེ་མ་སྡོད་ཀ་མེད་རེད། ད་ལྟ་ཁྱིམ་འདིར་ངོ་མ་སྙན་གྲགས་ལགས་ཀྱིས་བཤད་པ་བཞིན་གྲོང་གསེབ་ལྟ་བུའི་ཨུ་ཚུགས་རྒྱག་མཁན་མེད་ལ། ཁྱིམ་དུ་སྡོད་སྐབས་ལྟར་ག་དུས་ཟ་འདོད་ཀྱང་དེ་དུས་ཆང་གི་སྐྱོ་མ་ཞིག་ལས་མེད་ཀྱང་བདག་པའི་རང་དབང་དེ་འདྲ་མེད། མི་རིང་བར་མོའི་བྱེད་མི་བདེ་བའི་ངང་ཚུལ་དེ་ཧ་རེ་ཧུ་རེ་ཚ་བའི་བུ་མོ་བསྟན་འཛིན་ལྷ་མཛེས་ཀྱིས་རྟོགས་ཏེ། གཡང་འཛོམས་རང་ང་དང་འགྲིག་མ་རེད་ང་ལ་རྔན་པ་བཞག་དང་ཞོ་ལ་ཟ་རྒྱུ་ཡོད་རེད། རང་ལ་ལྟོ་དུས་གསུམ་པོ་དེ་ལས་མེད་པའི་བྲོད་པ་རྒྱག་པ་ཞིག་བཟོ་ཞེས་ཐུབ་མས་མོའི་ཕོ་བའི་ནང་ཚལ་མང་པོ་ཞིག་བླུགས་ཀྱི་ཡོད། ཚུལ་དེའི་ཨ་ཅག་སྒྲོལ་མ་ལགས་ཀྱིས་མཐོང་སྐབས་མི་འདོད་པའི་རྣམ་འགྱུར་དང་བཅས། བུ་མོ་དེ་ཡིན་ན་ངས་ནང་གི་སྟོབས་ཆས་དང་རྔན་པ་ལ་སྒོ་བཅག་ན་བརྒྱབ་མེད། གཡང་འཛོམ་ཟ་འདོད་ཡོད་ན་སོ་སོས་ཟགས་རེད། རང་གི་འདི་འདྲའི་སེམས་ཁྲལ་མེད་པའི་སེམས་ཁྲལ་རི་བོང་གནམ་རྡིབ་ཀྱི་སེམས་ཁྲལ་རང་རེད་ཅེས། སྐད་ཆའི་མཇུག་མ་རྫོགས་གོང་བུ་མོས་ཕོ་བ་སྒྲོག་ཙེའི་སྟེང་དུ་གཡུགས། བླ་མར་མིག་ལོག་ལུག་རོ་འདྲ་བ་ཞིག་བལྟས་ཏེ། རྐང་སྟབས་ལངས་སྟབས་བྱེད་བཞིན་དཔེ་ཁུག་འགས་པར་འཁྱེར་ཏེ་ཕྱི་རུ་ཐོན། བསྟན་འཛིན་ལྷ་མཛེས་ཀྱིས་རྒྱལ་སྒོ་ཤུགས་ཀྱིས་འཐེན་པའི་སྒྲ་དེ་ཨ་ཅག་སྒྲོལ་མ་ལ་འཕགས་ཙམ་བྱས། ལག་ནང་གི་ཁ་ལག་ཟ་འབྲུ་དེ་ཕར་བཞག། གཡའ་འཛོམས་ལ་མིག་ལོག་ཞིག་བལྟས་ཏེ། ད་རང་བློ་ཁ་རྫོགས་པ་ཡོད། རང་ནི་བསམ་ཡོད་པ་ཞིབ་བཞི་འདུག་ད་ང་ཁ་ལག་ཟ་བའི་ཐང་ག་བེད་ཉམས་སོ་ཁྱོས་ཟ་རོགས་ཞེས་ཐབ་ཚང་ནས་ཆས་ཏེ་ཉལ་ཁང་ནང་བརྙན་འཕྲིན་ལྟ་བར་ཕྱིན། ཁོང་མ་མེད་གཉིས་ང་སྟེང་དུ་ཕྱིན་པའི་དབྱངས་འཛོམས་ཀྱིས་བསམ་པར། དེ་རིང་གི་གནས་ཚུལ་འདི་ངའི་ལན་པ་ཡིན་ནམ། ད་ཐེངས་འདེང་རྒྱུ་ཨ་ཅག་སྒྲོལ་མ་ལགས་བདེན། རྒྱུན་དུ་ལྟོ་ཆས་ལ་ཚོད་འཛིན་བྱེད་མཁན་མེད་པས། ལྟོ་ཆས་གསོས་ཚར་རྗེས་སྔོན་ལ་རང་གི་གྲོད་པར་རྨང་གཞི་ཞིག་བཏིང་ན་མི་འགྲིག་པ་གང་ཡང་མེད་བསམ་པ་དང། དོན་དུ་དེ་ལྟར་བྱས་ན་མི་ཆོག་པ་མེད་ཀྱང། དེ་ནི་མོའི་ཡིད་ལ་འཆར་མ་མྱོང་ལ་མོས་དེ་འདྲ་བྱས་ན་སྦྱིན་བདག་ལ་བསམ་པ་རྣམ་དག་མེད་པར་མ་རབས་ཀྱི་སྤྱོད་ཚུལ་ཞིག་ཏུ་ངོས་འཛིན་གྱི་ཡོད། ཁོང་མ་སྨད་གཉིས་ཀྱི་བར་ཡང་སྙིང་འགལ་བ་གང་འདྲ་ཡོད་མེད་མོས་མ་ཤེས་མོད། གང་ལྟར་ཁོ་གཉིས་ཀྱི་ཁ་རྩོད་ལ་རྫོགས་རྒྱུ་མེད། ཁང་པའི་སྒོ་བཏབ་པ་ཡང་རྒྱུན་གཏོར་གྱུར་ཏེ་ཐབ་ཚང་དང་རྒྱལ་སྒོའི་སྒོ་ལ་གསེར་ཁ་ཤོར་ཡོད། ཚོམས་ཆེན་གྱི་ལྕགས་སྒོ་དེའི་མཐའ་ཡང་རུམ་སྟེ་སྒོ་ཡག་པོ་ཞིག་ཐེབས་ཀྱི་མེད། གཡང་འཛོམས་ཀྱིས་ཐོག་མར་སྦྱིན་བདག་གི་ཁྱིམ་དུ་སླེབས་དུས། སྤྲོ་ཤ་དོད་པའི་ཚོམས་ཆེན་འདིར་ལྕགས་སྒོ་སྐྱོན་ཅན་དེ་འདྲ་ཞིག་ཡོད་པ་དེས་མོ་ལ་བག་ཆགས་ཟབ་མོ་ཞིག་བྱུང་བས། ཁོ་ཚོའི་ཁྱིམ་ལ་དེ་སྔ་ཏན་ཏན་རྐུན་མ་ཤོར་བ་ཡིན་གྱི་རེད་བསམས་ཀྱང། ད་ལྟ་གཞི་ནས་ཚོམས་ཆེན་གྱི་ལྕགས་སྒོ་དེ་ནི། སྦྱིན་བདག་གི་འདབ་དྲུག་མ་བཟོད་པར་སྐྱོན་ཅན་དུ་གྱུར་པ་ཞིག། ཁ་རྩོད་བགེགས་རིམ་བཞིན་མཐར་བུ་མོ་བསྟན་འཛིན་ལྷ་མཛེས་ལ་རྒྱལ་ཁ་ཐོབ་ཡོད། དེའི་དགོང་མོ་ཡང་བསྟན་འཛིན་ལྷ་མཛེས་ཁྱིམ་དུ་འབྱོར་རྗེས་ཤར་རིར་རང་གི་ཉལ་ཁང་དུ། ཁང་པའི་སྒོ་དམ་པོར་མནན་ཏེ་བསྡད། ཨ་ཅག་སྒྲོལ་མ་ལགས་ཀྱིས་སྔོན་ལ་དབྱངས་རྫོང་མངགས་ཏེ། བུ་མོ་དགོང་ཟས་ཟ་བར་འབོད་དུ་བཏང། གཡང་འཛོམས་ཀྱི་མགོ་དལ་བུས་བརྡུངས། སྐད་ཤུགས་ཆུང་ངུས། བསྟན་འཛིན་ལྷ་མཛེས་ཨ་མ་ལགས་ཀྱི་དགོང་ཟས་བཟའ་བ་ཤོག་གསུངས་ཀྱི། མོའི་སྐད་ཆ་མ་རྫོགས་གོང་ཧང་ཆུང་ནང་ནས་བསྟན་འཛིན་ལྷ་མཛེས་ཀྱིས་སུན་སྣང་ཆེ་མདོག་ངང། རང་ནི་དེ་འདྲའི་སུན་མོ་ལ་བཟའ་དགོས་ན་ཁྱོད་གཉིས་ཟོ། མ་གཞི་ནས་ང་ཨ་མའི་གདོང་མཐོང་འདོད་མི་འདུག་ཟེར་རོགས། ཅེས་མགོ་ཕྱེ་གི་མེད། གཡང་འཛོམས་ལ་ཐབས་ཤེས་མ་བྱུང་བར་མགོ་བོ་འཕྲེད་དུ་གཡུག་གིན་ཤོད་དུ་ཕྱིན། མོའི་རྣ་ལམ་དུ་བསྟན་འཛིན་ལྷ་མཛེས་ཀྱི་སྐད་ཆ་དག་གསལ་པོ་གོ་ཡང། སྐད་ཆ་དེ་དག་ཇི་མ་ཇི་བཞིན་བཤད་ཚེ་ཨ་ཅག་སྒྲོལ་མ་ལགས་ཀྱིས་ཐུགས་དཀྲུགས་པར་དོགས་ནས། ཅག་ལགས་བསྟན་འཛིན་ལྷ་མཛེས་ཀྱིས་དོ་ནུབ་དགོང་ཟས་ཟ་འདོད་མི་འདུག་ཟེར་གི་ཞེས་བཤད། ཨ་ཅག་སྒྲོལ་མ་ལགས་ཀྱིས་བཞིན་རས་དེ་བས་ནག་རོག་གེར་གྱུར་ཏེ། བུ་མོ་འདི་ཡིན་ན་ང་ལ་ཁོང་ཁྲོ་རྐྱང་རྐྱང་སློང་གི། ཅེས་ཤོད་ཀྱིན་ཇག་ཕོར་པ་གང་ཁྱེར་ཏེ་བུ་མོའི་སྒོ་འགྲམ་ནས་བུད་ཀྱང། བུ་མོས། སྐུ་གསོན་པོ་བཟོ་བ་མ་ཡོང་རོགས། ང་སློབ་སྦྱོང་བྱེད་དགོས་ཡོད་ཅེས་བཤད་པ་ལས། ཁང་པའི་སྒོ་ཕྱེ་གི་མེད། དེའི་དགོང་མོ་བུ་མོ་ཁ་ལག་ཟ་བར་མ་ཡོང་བས། ཨ་ཅག་སྒྲོལ་མ་ལགས་ཀྱང་དགོང་ཟས་ཟ་བར་ཐང་ཀ་མེད་པར་ལྟོ་ཕད་བསྐྱེལ་ཏེ་ཕྱི་རུ་ཆས་སོང། ཨ་མ་ཕྱིར་ཐོན་པ་བསྟན་འཛིན་ལྷ་མཛེས་ཀྱིས་ཤེས་རྗེས་ནམ་ལངས། མོ་ལ་གློ་བུར་གཤོག་པ་སྐྱེས་པ་བཞིན་ཐོག་ཁ་ནས་མར་བབས་ཡོང་སྟེ་ཤ་རེག་ཐབས་ཚང་གནང་ཡོང། ཧ་ཡང་གིས་ཁ་ཆུས་ཕྱིས་ཏེ་ལྟ་ཙམ་བྱས། ཚལ་ལག་ནང་གི་ཚལ་ལག་ལ་དྲི་མ་སྣུམ་གྱིན། དབྱར་མཚོ་མགྱོགས་པོ་ལྟོ་ཆས་ཚ་པོ་ཟོས་དང། ང་ལྟོགས་ཤི་ཐེབས་འདྲ་བྱེད་ཀྱི། ཞོགས་པ་ཁྱིམ་ནས་ཁོང་ཁྲོ་ལངས་ཏེ་ཐོན་པས། ཨ་མའི་ས་ནས་སྔོན་ལེན་རྒྱུ་མ་བྱུང། དེ་རིང་ཁ་ལག་ཞིམ་པ་བཟའ་རྒྱུ་མ་བྱུང་བའི་ཁར་དོ་ནུབ་ཀྱང་ཨ་མས་ཁོང་ཁྲོ་ལངས་ཏེ། གང་ལྟར་ང་ཚོའི་ནང་ལ་ང་དང་ཨ་མའི་ཁ་རྩོད་ལ་རྫོགས་རྒྱུ་མེད། རང་གོམས་པ་བྱེད། ཅེས་ཤོད་ཀྱིན། མེ་ཆེ་རུ་གཏོང་བའམ། ཚད་མགྱོགས་ཀྱིས་ཚད་དཀྲུགས་པའི་བཟོ་ལྟ་ནས་བལྟས་ན་ངོ་མ་ལྟོགས་ཤི་ཐེབས་གྲབས་ཡོད་པ་ལྟར་དུ་སྣང། དེར་གཡང་རྫོང་གད་མོ་ཤོར་ནས། རང་ནི་ཨ་མ་ལགས་ལ་ཁོང་ཁྲོ་བྱེད་རྒྱུ་ག་རེ་ཡོད་གང་ལྟར་ཁོང་རང་གི་ཨ་མ་རེད། རང་ལ་ཨ་མ་ཡོད་པའི་སྐྱིད་པོ་ཡིན་པར་བསམས། བསོད་སྐམ་མ་ང་ནི་ཨ་མ་ཞེས་འབོད་ས་ཞིག་ཀྱང་མེད། མ་གཞི་ནས་ཁོང་ཁྲོ་ག་ཚོད་ལངས་ཀྱང་རང་གི་གྲོད་པར་སྡུག་གྱོང་གཏོང་མཁན་ཨ་ཡོད་ཅེས་བཤད། བསྟན་འཛིན་ལྷ་མཛེས་ཀྱིས། ངའི་ཨ་མ་ལགས་དང་གཞན་གྱི་ཨ་མ་འདྲ་གི་མ་རེད་གང་ལྟར་ང་ཁོང་ལ་དགའ་པོ་མེད། ད་དེ་དག་བཤད་དེ་ཅི་བྱེད། དེ་ལས་གང་མགྱོགས་སྟོབས་ཆེ་ཚབ་བཟོ་རོགས་ཞེས་བཤད་པས། གཡང་འཛོམས་ཀྱི་བདེ་འཇགས་ཁྱུག་པོས་རྩྭའི་ཚ་པོ་བཟོས་ཏེ་མོའི་མདུན་དུ་བསྒྲིགས། བསྟན་འཛིན་ལྷ་མཛེས་ཀྱིས་ཉིན་གསུམ་སྟོབས་ཆེས་མ་རག་པ་བཞིན་མིག་ཡུད་ཙམ་ཞིག་ལ་འབྲས་ཚལ་སྡེར་མ་གང་བཟས། དེ་ནི་གཡང་འཛོམས་ཁྱིམ་དེར་སླེབས་པ་ནས་ད་བར་བསྟན་འཛིན་ལྷ་མཛེས་ཀྱིས་བཟས་པའི་ལྟོ་ཆས་མང་ཤོས་དང་ཞིམ་མདོག་ཁ་ཤོས་དེ་ཡིན། ལྟོ་ཆས་བཟས་ཚར་རྗེས། ད་གཟོད་མོས་གཡང་འཛོམས་ལ་ཁ་གཏད་དེ། གཡང་འཛོམས། ངའི་ཨ་མ་ལགས་ཀྱི་གཤིས་ཀ་ཡག་པོ་མེད་པའི་ཁར་གསོན་པོ་ཞིག་ཡོད། རྟག་ཏུ་ང་ཁོ་ནར་འདིར་བཅད་བསྡད་ཀྱི་རེད། སྐབས་རེ་ངའི་དཔེ་ཁུག་ཡང་སྔོག་བཤེར་རྒྱག་གི་འདུག་དེ་ངས་བཟོད་ཐབས་མེད་པའི་ཆ་དེ་ཡིན། མི་ཚང་མར་རང་གི་གསང་བ་ཡོད་པས་ངའི་གསང་བ་ཡང་མི་གཞན་གྱིས་ཤེས་སུ་བཅུག་འདོད་མི་འདུག་ལྷག་པར་དུ་ངའི་ཨ་མས་ཤེས་སུ་བཅུག་འདོད་མི་འདུག་ངས་རང་གི་ཨ་མར་ཡིད་ཆེས་མེད་པ་འདི་འདྲ་བྱེད་དགོས་དོན་གསལ་པོ་བཤད་མ་ཤེས་ཀྱང་གློ་རྒྱུ་མའི་སྟེང་ནས་ཨ་མར་ཡིད་ཆེས་མེད། ཡིད་ཆེས་མེད་ན་བློ་གཏད་ཀྱང་བཅོལ་མི་སྲིད། དེར་བརྟེན་ངའི་ཁང་ཆུང་རྒྱུན་དུ་སྒོ་ལྕགས་བརྒྱབ་སྟེ་དེའི་ནང་ཨ་མ་ལགས་བཏང་གི་མེད། ཡིན་ནའང་ལྟ་ཚོད་ལ་རང་བུ་མོ་གཞུང་དྲང་པོ་ཞིག་འདུག་པས་ངའི་ཁང་ཆུང་གི་ལྡེ་མིག་ཅིག་རང་ལ་བཞག་གི་ཡིན། གཟའ་འཁོར་རེའི་གཙང་སྦྲ་ཐེངས་རེ་བྱེད་རོགས། ཁང་ཆུང་ནང་གི་ཆ་ལག་ལ་གང་བྱུང་ལག་པ་མ་འཇུས། ཞེས་ལྡེ་མིག་རྐྱང་པ་ཞིག་གཡང་རྫོང་གི་ལག་ཏུ་སྤྲད། གཡང་རྫོང་ཁྱིམ་དེར་སླེབས་པ་ནས་བཟུང། བུ་མོ་དེ་ནི་རང་ཤེད་ཆེ་ལ་གུས་ཞབས་མེད་པ་ཞིག་ཏུ་མཐོང་ཡང། དེ་རིང་བསྟན་འཛིན་ལྷ་མཛེས་ཀྱིས་རང་ལ་ཡིད་ཆེས་ཆེན་པོས་སེམས་ནང་གི་སེམས་ནད་དེ་བཤད་པར་གློ་བུར་དུ་མོ་ལ་འཛིན་པའི་ལྟ་སྟངས་འགྱུར་བ་མ་ཟད། གཡང་འཛོམས་རང་ཉིད་བསྟན་འཛིན་ལྷ་མཛེས་ཀྱི་གཅེན་མོར་གྱུར་བ་བཞིན། སྐེ་ལ་བཏགས་པའི་ལྡེ་མིག་གིས་ཐག་པ་དེ་མར་བཀྲོལ། བསྟན་འཛིན་ལྷ་མཛེས་ཀྱིས་ལྡེ་མིག་དེ་རྒྱུག་གིན་དགོད་ཙམ་བྱས་ཏེ། ད་བྱེད་དུས་རང་ལ་ཡང་སེམས་ནད་ཡོད་པ་རེད། རང་བློ་བདེ་པོ་གྱིས་ངས་རང་གིས་བཤད་པ་བཞིན་བྱས་ཆོག། ཡིན་ན་ཡང་ཁོང་རང་གི་ཨ་མ་ཡིན་པའི་རྗེས་སུ་བཟོད་སྒོམ་བྱེད་གང་ཐུབ་གྱིས་རྗེས་ཤེས། བསྟན་རྩིས་ལྷ་མཛེས་ཀྱི་དཔུང་པ་རོང་ཙམ་བྱས་ཏེ། དེ་ཕན་ཚུན་རེ་ལག་པ་གཅིག་གིས་འདོགས་པ་ཡོང་གི་མ་རེད་ཅེས་བཤད། གཡང་འཛོམས་ཀྱིས་བྱས་ན་ཁྱེད་ཉིད་དམངས་གཞས་ཤིག་གི་ནང་དོན་དང་འདྲ་པོ་འདུག་དམངས་གཞས་དེ་ཡི་ནང་དུ། ཕ་རིའི་ལྕང་མ་གུག་གུག་ཚུ་རིའི་གླང་མ་གུག་གུག། གུག་ན་ཕ་གུག་ཚུ་གུག་མ་གུག་རང་རང་སོ་སོ་ཞེས་ཟེར་གྱི་ཡོད། འོན་ཏེ་ཕ་མ་བུ་ཕྲུག་ཡིན་པའི་རང་གི་ཁོང་ལ་གཤིས་ཀ་གྱོང་པོ་འདི་འདྲ་མ་མཆིས། ཅེས་གཅེན་མོའི་འདུ་ཤེས་ལྟ་བུ་ཞིག་འཛིན་ཏེ་མོ་ལ་སློབ་གསོ་བཏང་ཡང། བསྟན་འཛིན་ལྷ་མཛེས་ཀྱིས་གཡང་འཛོམས་ལ་བལྟས་ཏེ། ངས་རང་གིས་ཤེས་པ་བཞིན་བྱེད་གང་ཐུབ་བྱས་ཆོག། སྐད་ཆ་དྲང་པོ་བཤད་ན་ཁོང་དང་ཚོད་པ་བརྒྱབ་སྟེ་ཁྱིམ་ནས་ཐོན་ཐེངས་རེར། ངའི་སེམས་ཀྱང་སྐྱིད་པོ་གཏན་ནས་མི་འདུག་ཡིན་ན་ཡང་ངའི་ཨ་མའི་བྱེད་སྟངས་རང་གིས་ག་ལེར་ཤེས་ཀྱི་རེད། ཆུ་མོ་དྭངས་རུ་དྭངས་རུ་ཉྭ་མོ་གསལ་རུ་གསལ་རུ། ད་དེ་ཚོ་བཤད་ནས་གང་ཡོང། དེ་ལས་ཕྱི་རོར་ང་ཕྱི་ལ་འགྲོ་དགོས་ཡོད། ཅེས་བཤད་རྗེས་ཁྲུས་ཁང་ནང་དུ་ཕྱིན་ཏེ་གདོང་པ་བཀྲུས། བྱི་དོར་ལེགས་པར་བྱས། དེ་རྗེས་ལྟོ་བས་ཆུང་ཆུང་ཞིག་ཕྲག་པར་བཀལ་ཏེ་དབྱར་མཚོ་འདོད་ཨ། ང་སློབ་གྲོགས་དང་གཉེན་པོ་གློག་བརྙན་ད་ག་འགྲོ་གི་ཡིན་དགོང་ཟས་བསྒུག་མོ་གོ། ཨ་མ་ལགས་ཁོང་ཡང་ཕལ་ཆེན་དགོང་ཟས་ཟ་བར་ཕིག་མ་རེད། རང་ག་རེ་བཟའ་འདོད་ཡོད་པ་སོ་སོས་བཟོས་བྱས་སོ། ཞེས་བཤད་རྗེས་ཕུ་བོ་བཞིན་རྒྱུག་ཕྱིན།